ད་ཡིན་ན་ཡང་ཡང་ག་ལ་ད་ལྟའི་ཆར་ཟླ་འདི་གི་གནས་ཚུལ་ཚ་བོ་ཚ་བོ་རེད་དེ་འདྲ་གི་གསར་འགྱུར་ཚ་བོ་ཚ་བོ་ད་ཨབ་གྷ་ན་སི་ཐན་ལ་དེ་འདྲ་གི་ཆབ་སྲིད་ཀྱི་འགྱུར་བ་རེད་དེ་འདྲ་གནས་སྟངས་གལ་ཆེ་བོ་ཆེ་བོ་ཞིག་སླེབས་བསྡད་ཀྱི་ཡོད་རེད་འོ་དེ་འདྲ་སོང་ཙང་ཨ་ནི་ཡང་ཁ་སང་སྔོན་མ་ད་གིན་ཨབ་གྷ་ན་སི་ཐན་གྱི་ལོ་རྒྱུས་རེད་ཨ་ནི་ཏཱ་ལི་བན་གྱི་ལོ་རྒྱུས་ཨ་ནི་ཁོ་ཚོ་བྱུང་ལུགས་བྱུང་སྟངས་ག་ལ་དེ་འདྲ་བརྙན་ཐུང་གསུམ་ཅིག་གསལ་བཞིན་རེད་བ་འོ་དེ་འདྲ་སོང་ཙང་ཨ་ནི་ཡང་དེ་རིང་གོ་ནི་དེ་གང་ལ་ཅིག་ཟེར་བ་ནི་ཏན་ཏན་ཁོ་ག་ལ་རུ་ད་ལེའུ་དང་མ་སོང་ནི་ཆ་ཚང་ག་ཅིག་ཆགས་འགྲོ་ཡི་འདུག་ཨ་ནི་ཡང་ད་ཡང་ཁོ

ད་ལྟའི་ག་འདྲ་རེད་ན་ད་ལྟའི་ཆར་གང་ལྟར་མི་མང་པོ་ཞིག་ལ་ད་དྲི་བ་དང་དོགས་པ་མང་པོ་ཞིག་བསྟན་ནས་ཡར་བསམ་ཙང་ད་ལྟའི་གི་ཨབ་གྷ་ནི་སི་ཐན་ལ་གནས་སྟངས་ག་རེ་ལེགས་ཡེར་ཨ་འགྱུར་བ་ག་རེ་ལེགས་ཡེར་ལ་ཉེ་དེ་གང་ལ་ད་དྲི་བ་དང་དོགས་པ་དཔེ་མང་པོ་ལེགས་ཡེར་བསམ་འདུག་འོ་དེ་འདྲ་སོང་ཙང་ཨ་ནི་ངས་དེ་རིང་འདིའི་གང་ལ་བརྙན་ཐུང་དེ་གཟེར་བ་ན་ཡང་ཏན་ཏན་སོ་སོ་གི་དོགས་པ་དང་དྲི་བ་དུ་ཡང་ཅིག་གོ་གཙང་མ་བཟོ་ཡི་བ་ཅི་ཁྱད་པར་ཅིག་ཡེར་བསམ་འདུག་འོ་དེ་འདྲ་སོང་ཙང་ཨ་ནི་ངས་དེ་རིང་འདི་ལ་ད་ལྟའི་ཨབ་གྷ་ནི་སི་ཐན་གི།

ཨ་མདའ་དེ་རིང་འདི་ལ་ངས་བརྙན་ཐུང་དེ་གང་འདྲ་བཟོ་ཡིན་ལ་ན་ཨ་ནི་དྲི་བ་ཁ་ཤས་ཤིག་ལ་གཞི་བཞག་ཅིག་ཨ་ནི་དེ་བརྙན་ཐུང་དུ་གསལ་ན་བསམ་སོང། ད་དྲི་བ་དེ་ཚོ་མང་ཆེ་ག་རེ་བྱ་འདུག་ལ་ན་ད་ད་ལྟའི་ཆར་མི་མང་པོ་ཞིག་ལ་དོགས་པ་ཡེ་རྒྱུགས་དེ་འདྲ་གི་དྲི་བ་དེར་ཆགས་འགྲོ་ཡི་འདུག་འོ་དེ་འདྲ་སོང་ཙང་ཨ་ནི་ངས་དྲི་བ་དེ་ཚོ་ལ་གཞི་བཞག་ཅིག་བརྙན་ཐུང་དེ་ཅིག་གསལ་བ་ཡིན་ན་ཁོ་ཏན་ཏན་གཙང་མ་ཆགས་ཡི་དགོས་ཀྱི། ཡང་ཕན་ཐོགས་ཡིན་བསམ་འདུག་ཨ། ཨ་ནི་ད་དྲི་བ་དང་པོ་དེ་ག་རེ་བྱས་འདུག་ལབ་ན་ཨ་ནི་ད་ལྟའི་ཆར་ད་ཨབ་གྷ་ན་སི་ཐན་ལ་ཉིན་ད་ལྟོག་ལྟོག་ཏཱ་ལི་པན་གྱིས་སིམ་ཚར་རོ་ཨ། ཨ་ནི་ཁོང་ཚོ་གི་དང་ད་ཏཱ་ལི་ཨ་ཏཱ་ལི་པན་གྱང་ད་ཨབ་གྷ་ན་སི་ཐན་དུ་སིམ་པ་ཡིན་ན་ཡང་ཁོང་ཚོའི་མ་འོངས་པ་ཨབ་གྷ་ན་སི་ཐན་ལ་ཉིན་གཞུང་དེ་འཛིན་སྐྱོང་ག་འདྲ་བྱེད་ཀྱི་རེད། ཡང་སྙིང་དམངས་གཙོ་ཡི་གཞུང་ཞིག་འཛིན་སྐྱོང་བྱེད་ཀྱི་རེད་ཡང་ན་དམངས་གཙོ་དང་མ་མ་འདྲ་བ་ཡང་གཞན་མ་ཞིག་འཛིན་སྐྱོང་བྱེད་ཀྱི་རེད། ད་དེ་ག་འདྲ་རེད་ཟེར་ན། ད་ནི་ཏཱ་ལི་བན་དམར་ལེབ་གཉིས་ལ་ཨབ་གྷ་ནི་སི་ཐན་གཞུང་དེ་ག་རེ་ཟེར་ན་དམངས་གཙོ་གི་གཞུང་ཞིག་རེད་བ། ད་ད་དུས་ཆེ་ལ་ཁོང་ཚོ་ཡི་སིམ་ཚ་རེ་རྗེས་ལ་ད་ཁོང་ཚོ་མ་འོངས་པ་ག་རེ་འཛིན་སྐྱོང་བྱེད་ལ་ཉེ་དེ་དྲི་བ་དང་པོ་དེ་བྱེད་ཀྱི་རེད། ད་དེ་དྲི་བ་དེ་ལེན། ཁ་འདྲེ་རྒྱག་ལ་ན་ཨ་ནི་ཁ་སང་སྔ་མ་འདི་དེ་གི་གསར་འགྱུར་གི་ཉིན་རེད་ཨ་ནི་ང་ཚོ་ཇོ་ནོ་ལིས་མང་པོ་ཞིག་འདི་ཏཱ་ལི་བན་གི་མགྲིན་ཚབ་པ་ལ་གོ་རོ་ཨ་ནི་ང་ཚོ་ཨིན་ཇི་ཀ་ནི་ཤེ་ན Spokes Person ལ་རོ་ཨ་ནི་དེ་རེད་ཨ་ནི་འདི་དེ་གི་ཏཱ་ལི་བན་གོ་ཁྲི་ཐོ་མང་པོ་ཞིག་ལ་དྲི་བ་ཞེ་བོ་དྲིས། དྲི་བ་ག་རེ་དྲིས་དྲ་ཟིན་ད་མ་འོངས་པ་ཁྱེད་ཚོ་གི། ཨབ་གྷ་ནི་སི་ཐན་གྱི་གཞུང་འདི་འཛིན་སྐྱོང་བྱེད་ལུགས་བྱེད་སྟངས་རེད་ཨ་ནི་མི་མང་གི་ཐོབ་ཐང་རེད་ཨ་ནི་དམིགས་བསལ་གྱི་བུ་མོ་ཐོབ་ཐང་ག་ལ་ག་རེ་ག་རེ་ཡད་ལ་ནི་ག་ལ་དྲི་བ་མང་པོ་བཏང་གི་ཡོད་རེད་བ། ཨ་ནི་ཁོང་ཚོ་ཡི་ད་ལན་གྱི་རྒྱ་ཡི་སྐབས་སུ་གང་ལྟར་རྙིང་མ་གི་ཡང་ད་ཏཱ་ལི་པན་གྱི་བྱེད་སྟངས་དེ་འདྲ་ད་ང་ཚོ་བྱེད་ཀྱི་མེད་གི་རེད་རེད་བ། ད་རྙིང་མ་དེ་ག་རེ་ཟེར་ན་ད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོའི་ཉིས་སྟོང་གཅིག་པ་དུ་ད་ལྟ་ཨབ་གྷ་ནི་སི་ཐན་ལ་ཉེ་གི་ཏཱ་ལི་བན་གྱིས་དབྱིན་དམག་འཛིན་སྐྱོང་བྱས་འགྲོ་བ། ཨ་ནི་དེའི་སྐབས་སུ་ཁོ་ཚོ་གི་བྱེད་སྟངས་དེ་ཏིག་སི་ཞེད་སྣང་ཚོ་བོ་ཡོད་དང་ཏིག་སི་གང་ལྟར་དྲག་པོ་འདྲ་བོ་དང་ཨ་ནི་དེའི་སྐབས་སུ་ཨ་ནི་ཁོ་ཚོ་གི་འཇིགས་རུས་དངོས་མང་པོ་ཞིག་ལ་ཁོ་ཚོ་གི་སྲུང་སྐྱོབ་བྱས་གནང་རེད་ཨ་ནི་ཨབ་གྷ་ནི་སི་ཐན་ཉར་དེའི་གི་དེ་འདྲའི་གནས་སྟངས་ཤིག་ཆགས་རེད། ད་དེའི་སྐྲག་ཁོ་ཚོ་ད་ལྟ་ཇིའི་མིང་ལ་འགྲོ་ད་དོག་དོག་ཁོ་ཚོ་ག་རེ་བྱེད་ལེ་ན། བུ་མོ་ལ་ཐོབ་ཐང་ཡང་སྤྲད་གིན་འགྲོ་རོ། ཨ་ནི་ཡང་ད་ག་རེ་ཟ་དེ། མི་མང་ལ་ཐོབ་ཐང་སྤྲད་ད་གང་ལྟར་ང་ཚོ་གཞུང་དེ། ཞི་བདེའི་ངང་ནས་དེ་འདྲའི་འཛིན་སྐྱོང་བྱེད་སྐོར་གྱི་རྣམ་འགྱུར་ཞིག་གཏན་འཁེལ་བྱས་བྱུང་བ། ད་ཡིན་ན་ཡང་དེ་བསྟན་པ་ཡིན་ན་ཡང་དེ་གི་ཞོར་ལ་ཁོ་ཚོས་དམངས་གཙོ་དེ་འདྲ་ཅིག་ང་ཚོ་ཡེ་ཤུགས་ལོག་སྤྱོད་སྒྲུང་ཡིན་ན་ནི་དེ་འདྲའི་རྩ་བ་ཡིན་ལགས་ཀྱི་མི་ཤོག། དཔེར་ན་ཤ་ཤ་ན་ཁོ་ཚོ་གི་དེ་མཉམ་དུ་ཨ་མདའ་དེའི་བུ་མོ་ལ་ཐོབ་ཐང་སྤྲད་རེད་ཨ་ནེ་ད་མི་མང་ཚང་མར་ཐོབ་ཐང་སྤྲད་མཉམ་དུ་ཁོ་ཚོ་ཆ་རྐྱེན་ཅིག་འཁུར་ཡོང་གི་རེད་བ། ཆ་རྐྱེན་ག་རེ་འཁུར་ཡོད་ལ་ནི་ད་གང་ལྟར། ཨབ་གྷ་ནི་སི་ཐན་གྱི་གཞུང་འཛིན་སྐྱོང་བྱས་ད་ག་རེ་བྱས་ན་ཚང་མ་གང་ལྟར་ཤེ་རི་ཨེ་ལོ་ལ་ཉེ་དེ་འོ་ལ་འགྲོ་གི་རེད་ལ་ད་ཤེ་རི་ཨེ་ལ་ཉེ་དེ་ཁྲིམས་གཅིག་ཡང་ཞུ་བ་དེ་ཁྲིམས་དེ་ག་རེ་སི་ཐན་ད་དེ་ཁ་ཅིག་གི་ཆེད་ལུགས་གི་དེ་འདྲ་ཁྲིམས་གཅིག་བྱ་གི་རེད་ད་དེའི་ཁྲིམས་དེ་འོ་ལ་འགྲོ་བ་བྱུང་ན་ཡང་དེ་ཁྲིམས་དེ་ན་རྙོག་དྲ་མང་པོ་ཡ་རེད་དཔེར་ན་བྱ་གི་ན་བུ་མོ་གང་ལ་དེ་འདྲ་གི་ད་བྱིས་མ་ཆོག་པའི་དེ་འདྲ་ཁྲིམས་ཡ་རེད་ཨ་ནི་ད་གང་ལྟར་ད་ང་ཚོ་འི་ཟླ་འདི་གི་ནམ་གྱི་ང་ཚོ་སོ་ཤོལ་མི་རིགས་ནང་ནས་ད་ང་ཚོ་བེད་སྤྱད་སྦྲག་མ་ར་བཏང་གི་ཡ་ར་དེ་ཚོ་ཡང་ཕྱིན་མ་ཆོག་དེ་འདྲའི་གནས་སྟངས་མང་པོ་ཞིག་ཡ་རེད། ད་དེ་འདྲ་ཡིག་ཡང་ཁྲིམས་གཅོད་ལ་འགྲོ་ལ་ཡིན་ན་ཨཱ་ནི་དེ་འགལ་ཟླ་ཞི་བོ་ཆགས་ཡོད་དུ་རུ་ཨཱ་ནི་ང་ཚོ་དམངས་གཙོ་རྒྱལ་ཁབ་ལ་གཉེར་དེ་ལ་ཁོ་མི་ཚང་མ་ལ་ཐོབ་ཐང་གཅིག་པ་མེད་འདུག་བུ་མོ་ལ་གཉེར་དེ་ཕ་ལོག་ག་སྤུད་བྱས་ཁོ་ཚོ་ལ་ཐོབ་ཐང་ཡ་མ་ལ་གཉེར་དེ་འདྲའི་དམངས་གཙོ་ཞིག་རྩ་བ་ཉིད་ནས་ཡ་མ་རུ་ཨཱ་ནི་ཁོ་ཚོ་ཤེས་རིག་ལོ་དེ་ཁོ་ནི་དེ་འཛིན་སྐྱོང་བྱེད་ག་རུ་ཨཱ་ཤེ་ན་ཨཱ་ནི་དེ་འགལ་ཟླ་ཆགས་ཡོད་རུ་ཨཱ་འོ་དེ་འདྲ་སོང་སོང་ཨཱ་ནི་ད་ཁོ་ཚོ་མ་འོངས་པ་ག་འདྲ་གཞུང་དེ་དམངས་གཙོ་མ་ཡིན་ག་རེ་འཛིན་སྐྱོང་ད་ལྟར་གྱི་ཁ་ནས་ཁུར་ནས་བྱ་བ་ཡིན་ན་གང་ལྟར་ད་འདེགས་སྲིད་གོ་དཀའ་ངལ་ཞིག་ཆགས་ཡི་མེད་ར་བསམ་སྟེ་ཏན་ཏན་བྱ་ཡི་འདུག་རོ། ད་སྤྱི་ཐང་ཁ་སང་གི་མ་ད་ག་རེ་ཟ་དེ། ཏཱ་ལི་པན་གྱི་གོ་སྒྲིག་ཐོག་དེ་འདྲ་རེད་ཨ་ནི་ད་དེ་གི། ཨབ་གྷ་ནི་སྟན་གྱི་དངོས་དམག་གི་ད་སྲིད་འཛིན་ད་རྒན་ཡོལ་བྱེད་རྒྱུ་དེ་འདྲ་འདྲ་བོ་དང་ཨ་ནི་ད་ད་དེ་གི་ཨབ་དུལ་ཨབ་དུལ་ལ་ཉན་ཡང་དེ་ནི་མི་གལ་ཆེ་བའི་རུ་བ། ཁོང་ཚོ་ཁ་སང་གི་མ་ཐུག་བྱས་ད་ད་བྲེལ་མོལ་དེ་འདྲ་བྱས་རེད་ད་མ་འོངས་པ་ད་ཨབ་གྷ་ནི་སྟན་གྱི་ད་འཛིན་སྐྱོང་ག་རེ་བྱེད་ཀྱི་ཨ་མ་ལ་རུ་བ། ག་འདྲ་བྱེད་དགོས་བྱེད་དགོས་མིན་གང་ལ་བལྟ། ཡིན་ན་ཁོང་ཚོ་གི་ཁ་སང་གྲལ་མོལ་བྱེད་རྒྱུ་ནང་ནས་ག་རེ་བལྟ། གལ་ཆེ་བའི་སྐད་ཆ་ཡིན་ན་རེད་ཨ་གནད་འགག་ཅན་གྱི་སྐད་ཆ་དེ་འདྲ་རེད་ཤ་ཚ་འདི་གས་ས་བོ་གས། བསྟན་ཡ་མ་རུ་བ་ལྟ་དེ་ང་ཚོ་རྗེས་ལ་བལྟ་ཡ་རུ་བ། ཐེ་གཅིག་ཆ་ཡ་རུ་བ། ལྟ་ཡིན་ན་ཨ་མདའ་དེ་གར་ས་ཏཱ་ལི་བན་ངས་ན་ད་ལྟའི་ཆར་གང་ལྟར་ཁོང་ཚོ་གར་ཤེས་ལ་ན་ད་ང་ཚོ་གི། བཀྲ་ཤིས་ལན་ཡན་ལགས་ཉིད་ད་ག་འདྲ་སྔོན་མ་གི་གཞུང་དེ་ལ་གི་རུ་བ་སྔོན་མ་གི་གཞུང་ནང་ལ་ད་དེ་ཨ་རིག་གི་ཆེད་དུ་ལས་ཀ་བྱེད་ཉེན་གནམ་གྲུ་བཏང་ཉེན་རེད་ཨ་ནི་སྐད་སྒྱུར་བྱེད་ཉེན་ཏྲང་སི་ལེ་ཏར་དང་དེ་ཚོ་ཚང་མ་ལ་ཁོ་ཚོ་བཀྲ་ཤིས་ལན་ཐད་ནས་བསམ་བློ་རྩ་བ་ཉིད་ནས་མེད་ང་ཚོ་ངོས་ནས་རྦད་དེ་ང་ཚོ་ཚང་མ་མཉམ་རུབ་གཏོང་ནས་ལས་ཀ་བྱེད་དགོས་རེད་ཁྱེད་ཚོ་ང་ཁྱེད་ཚོ་ལ་ད་སློབ་སྦྱོང་དང་དེ་ཚོ་ཚང་མ་ཡར་དེ་འདྲ་སོང་ཙང་ཁྱེད་ཚོ་ང་ཚོ་ལ་དགེ་གོ་ཡར་ཁྱེད་ཚོ་ཚང་མ་ད་དེ Afghanistan ལས་ཀ་བྱེད་ཁར་ཡོང་དགོས་ལ་ཉེ་གི་ཁོང་ཚོས་དེ་འདྲའི་སྐད་ཆ་བཤད་གི་ར་དོ་དོ་ཁོ་ད་ཁོང་ཚོ་གི་མཉམ་རུབ་ཐོག་ནས་ལས་ཀ་བྱེད་ཨིངས། ད་ཨ་མདའ་དེ་ཏཱ་ལི་བན་ལ་ཉེ་དེ་ལ་ད་ང་ཚོ་ལ་དྲ་དེ་འདྲ་གོ་ཡ་མི་འདུག་ཟེར་ཁོང་ཚོ་སྐད་ཆ་དེ་བཤད་དེ་ཤོད་ཨ། ད་ཡིན་ན་ཡང་གང་ལྟར་མ་འོངས་པ་ཁོང་ཚོ་གི་གཞུང་དེ་གང་འདྲ་ཞིག་འཛིན་སྐྱོང་བྱེད་ལ་ཉེ་དེ་ད་རུང་ཡང་ད་དེ་རེད་ད།

ད་ལྟའི་ཆར་ལ་གང་ལྟར་ཏེ་ཡིས་བུ་མོ་ལ་ཐོབ་ཐང་སྤྲད་ཡིན་ཨ་རི་མི་མང་གང་ལྟར་སྐྱོ་བ་ཚང་མ་ལ་ཐོབ་ཐང་སྤྲད་ཡིན་ལ་ནི་ཏེ་ཡིས་དེ་འདྲ་གི་གནས་ཤུགས་ཆེ་ཆེ་བོ་ཞིག་ཡོད་པ་སོང་ད་ནི་ཁོང་ཚོ་མ་གཞི་རང་རེ་རོགས་ཞིག་ཐུག་གི་ཡ་རུ་ཨ་ད་ཡིན་ན་ང་ཚོ་ད་རུང་རྗེས་ལ་ག་རེ་ཡོང་མིན་ལྟ་ཡ་རུ་ཨ་དེ་གཅིག་བྱ་ཡ་རུ་ཨ་ཨ་ནི་དྲི་བ་གཉིས་བ་དེ་ག་རེ་བྱེད་ལ་ན།

ཨ་ཤོ་ཀ་ནི་གྲོས་གྲོལ་ཏེ་རྩ་བ་ནས་ཡག་པོ་བྱུང་མ་སོང་ཨ་ནི་ཁོ་ཡི་མི་མང་གཡུག་བཞག་བྱུང། ཨ་ནི་ཁོ་ཡི་གང་ལྟར་གར་ས། ཨབ་གྷ་ན་སི་ཐན་གི་གང་ལྟར་ཨབ་གྷ་ན་སི་ཐན་ལ་ངས་ཁོ་རང་གི་རྒྱལ་ཁབ་ཏུ་གཡུག་བཞིན་ཁོ་རང་གྲོས་གྲོལ་སོང་དེ་འདྲ་སྐད་ཆ་ཅིག་བཤད་དེ་གི་རེད། ཨ་ནི་ཁ་སང་འདི་ཉི་མ་གཉིས་གསུམ་བཞི་ལ་དེ་འདྲ་ཨ་ཤོ་ཀ་ནི་ངས་དེ་འདྲ་གི་ལན་དེ་འདྲ་གད་སྐུ་བརྒྱབ་ཡ་མ་རེད་དེ་གང་ལ་དེ་ཁོ་གྲོས་གྲོལ་དགོས་རྒྱུ་མཚན་དང་དེ་ག་ལ་གས་བཤད་མི་རུང།

འདི་ཨབ་གྷ་ནི་སི་ཐན་ནང་གི་ཨབ་གྷ་ནི་སི་ཐན་གི་ག་ལ་བེ་ཤག་རེད་ཨ་ནི་ཨབ་གྷ་ནི་སི་ཐན་གི་རྒྱུ་ནོར་མང་པོ་ཞིག་ཁོ་ནས་ཁོ་ཚོ་ཁྲལ་སྤྲོད་བྱས། ཨ་ནི་ཁོ་ཚོ་ཡིན་གཅིག་ག་ཅིག་པུ་ལིས་ཀྱི་འདྲི་དྲན་ག་ད་ཟིན་མི་རོ་བྱས་ཨ་ནི་ཁོ་ཚོ་ཟིན་བས་ན་ཨ་ནི་དེ་རྒྱུ་ནོར་དེ་ཚུགས་ར་གི་རི་ལ་ཉེ་དེ་འདྲའི་སྐད་ཆ་ཞིག་ཁ་སང་བཤད་གི་རེད་རོ་ད་ཡིན་ནའང་ད་དེ་ཁར་ས་ཨ་ད་ད་ཏཱ་ཇི་ཀི་སི་ཐན་ནང་ལ་ཡོད་རྒྱུ་གི་ཨབ་གྷ་ནི་སི་ཐན་གི་དེ་འདྲའི་གི་གཞུང་ཚབ་དེ་ད་དེའི་སར་ད།

གནས་དང་ཆ་ཡིན་ཁུལ་རེད་ད་གང་ལྟར། ཁར་ས་འདི། ཏཱ་ལི་བན་གྱི་གཞུང་འདི་རུ་བ་ད་རྡོག་རྡོག་གང་ལྟར་ག་རེ་ལ་ད། ཁོ་ཡི་ཁོ་ཚོས་འདི་ངེས་འཛིན་བྱས་བ་ནི་ཡང་ཁོ་རང་ཚོ་ལ་རྒས་རྒུ་མང་པོ་ཆབ་སྲིད་གང་ནས་ཞེ་བོ་ཞིག་ཡོད་སོང་བས་ཕ་ཅིག་ངེས་འཛིན་བྱེད་གཏན་འཁེལ་ས་རུ་བ། ཨ་ནི་རྒྱ་ནག་ངེས་ནས་ད་ངེས་འཛིན་བྱས་ཉེན་ཁ་རེད་ད་རྒྱ་ནག་ངེས་ནས་ཁ་སང་ངེས་མ་འདི་འདི་རྒྱ་ནག་གི།

ཨ་ནེ་ཟླ་འདི་གར་སཱ་ཨབ་གྷ་ནི་སཱན་གི་གཞུང་དེ་ཏཱ་ལི་བན་གྱི་ནས་མ་འོངས་པ་གང་འདྲ་ཚེ་འཛིན་སྐྱོང་བྱེད་ས་རེད་ཨ་ནེ་ཡག་པོ་གང་འདྲ་ཚེ་འགྲོ་ས་དེ་དང་པོ་ཏཱ་འོ་རེད་ལ་ང་ཚོ་ངེས་འཛིན་བྱེད་ལ་རུ་ཨ་ནེ་དེ་ཡག་པོ་ཆའོ་ན་གང་འདྲ་ཁོ་ཚོ་ངེས་འཛིན་བྱེད་ཡིན་ས་ད་གཏན་མཁྱེན་ཚར་རུ་ཨ་ཁོ་ཚོ་སྐད་ཆ་དེ་ཤེས་གི་རུ་ཨ་ད་དུང་ཁོ་ཚོ་ག་ལེ་ལ་ར་ས་ན་ཨ་ནེ་དང་པོ་རྒྱལ་ཁབ་ཅིག་ངེས་འཛིན་བྱེད་ལ་དང་པོ་ཁོ་ཡི་འཛིན་སྐྱོང་དེ་གང་འདྲ་བྱེད་དུ་ཏཱ་འོ་རེད་ས་ཁོ་ཚོ་སྐད་ཆ་དེ་ཤེས་གི་རུ་ཨ་ད་རྡོག་རྡོག་གང་འདྲ་ཁོ་ཚོ་ངེས་འཛིན་བྱེད་དེ་བ་ཞེ་གཏན་མཁྱེན་ཚར་ར་འུ་རེད་ཤ་རུ་ཨ་ཨ་ནེ་རྒྱལ་ཁབ་གསུམ་པ་དེ་སུ་ཤ་ས་ན་ད་དེ་ཆ་དེ་ཆ་ཡོད་ར་འདི་གར་སཱ་དེ།

པ་ཀི་སི་ཐན་རེད་ཟེར་གང་འདྲ་སྐད་ཆ་ཅིག་ཨ་ད་བཤད་དེ་རེད་རོ། འོ་ད་དོག་དོག་གང་འདྲ་རྒྱ་གར་དེ་ཚོ་ཡིས་ད་གང་འདྲ་ངེས་འཛིན་བྱས་རྣམ་པ་ཞིག་ད་འདྲ་མཐོང་དེ་རེད་རོ། ཨ་ནི་ད་རྒྱ་གར་ངེས་ན་ཡིན་ན་ད་གང་འདྲ་ངེས་འཛིན་བྱས་ན་རེད་ངེས་འཛིན་མ་བྱས་ན་གང་འདྲ་ད་ཏཱ་ལི་པན་མཉམ་དུ་སྐད་ཆ་མ་བཤད་རང་བཤད་ཐུབ་ཀྱི་རེད་རོ། སྐད་ཆ་མ་བཤད་འོ་ན་ཨ་ནི་རྒྱ་གར་ངེས་ན་ད་སྔས་མ་ད་དེ་དམངས་གཙོ་གཞུང་དེ་ཡོད་སྐབས་སུ་བལ་དེ་བི་ལན་མང་པོ་གི་དཔེ་ཞབས་དང་ཅིག་དེ་འདྲ་གི་ཨབ་གྷ་ན་སི་ཐན་ལ་རོགས་པ་བྱས་ཡོད་རེད་ད་ཟམ་པ་རྒྱ་གར་ཡ་དེ་འདྲ།

རྒྱ་གར་ནང་ལ་ཡོད་པའི་ཆབ་སྲིད་ཀྱི་ཚོགས་པ་དང་དེའི་མུས་ལིམ་གྱི་ཡིན་ན་མིན་ན་དེ་འདྲའི་གོ་སྒྲིག་བྱས་ཡར་ཕྱིན་ད་རྒྱ་གར་ནང་ལ་མུས་ལིམ་གྱི་ཆབ་སྲིད་གོ་སྒྲིག་ཁོའི་ག་ལ་རེད་ཨཱ་ནི་ད་རྒྱ་གར་ངོས་ནས་ཨིན་ཇི་ཁ་ཆེ་ཏཱ་ལི་བཱན་མཉམ་དུ་འབྲེལ་བ་བྱ་དགོས་ལ་ནི་དེ་འདྲའི་སྐད་ཆ་ཅིག་བཤད་ཀྱི་རེད་གོ་དང་མ་བྱས་ན་གོ་ཆེ་ཆེ་འབྲེལ་བ་བྱ་དགོས་སྐད་ཆ་བཤད་ད་ཏོག་ཏོག་རྒྱ་གར་ནང་ལ་ཡང་དེ་འདྲའི་གནས་སྟངས་ཤིག་གླེང་ཡོད་ཟེར་བ་ཨཱ་ནི་ད་རྒྱ་གར་གྱི་ཕྱི་སྲིད་བློན་ཆེན་དེ་ད་ཇེ་ཤང་ཀར་བྷ་ཇེ་ད་ཨ་རི་ལ་ཡོད་བསམ་ཟེར་བ་དེ་ད་ད་ལྟའི་ཆ་ལ་རེད་བ་དེ་རིང་དེ་ཚོ་ད་ད་ཇེ་ཤང་ཀར་ཁ་སང་ང་ཀྲུའི་ཀྲར་ནང་ལ་དེ་འདྲ་ཅིག་སྐད་ཆ་བཤད་ཡི་འདུག་ག་འདིར་ད་ཏཱ་ལི་བཱན་མཉམ་དུ་དེ་འདྲ་དེ་ཅིག་ད་ཁོང་ཚོ་ཡིག་གཞུང་ག་འདྲ་འཛིན་སྐྱོང་བྱེད་ཡི་འདུག་ཨ་ནི་ཁོང་ཚོ་ལ་འདི་ལྟ་དེ་འདྲ་ངས་དེ་འདྲ་ཅིག་བཤད་ཡི་འདུག་རུ་བ་ད་ལྟ་རྡོག་རྡོག་ག་རེ་སུ་འདྲ་མ་འོངས་བ་འདིར་ཁོང་ཚོ་གི་གཞུང་འཛིན་སྐྱོང་ཡག་པོ་བྱས་ན་ད་ངས་འཛིན་བྱེད་གནས་སྟངས་ཅིག་ཕར་ཆེར་ཆགས་ཀྱི་མེད་རེད་བསམ་དེ་འདྲ་ཅིག་རེད་རུ་བ། ད་དེ་ང་ཚོ་གི་ཨབ་གྷ་ན་སན་གི་ཁྱིམ་མཚེས་རྒྱལ་ཁབ་དང་ཨ་ཏིག་སི་ཁོ་རང་ཉེ་འོག་གི་ཨེ་ཤི་ཡའི་ནང་ལ་ཡོད་རྒྱལ་ཁབ་དེ་འདྲའི་གནས་སྟངས་རུ་བ། ད་གནད་འགག་ཅིག་གོ་བ་ཐུག་ཡོད་ལ་ཟེར་ན་བེ་སི་ངེས་ནས་ད་བེ་སི་ལ་ང་ཚོ་ཡི་འདི་ལ་རུ་བ་ཡུ་རོབ་དང་ཨ་རི་ཁེ་ན་ཏྲ་ཁོ་ཚོ་ངེས་ནས་ད་ག་འདྲ་ཟེར་ན་འདི་བྱས་ལ་ག་རེ་ཟ།

ད་ངོ་རྒོལ་བྱེད་མཁན་དེ་ག་རེ་ལ་ཟེར་ཡང་ཁོ་རང་ཚོའི་ཚོགས་པ་ལོག་ཁ་ཤས་རེད། དེའི་ཚོགས་པ་དེ་ག་རེ་ལ་ན་སྙིང་མ་ཉིས་སྟོང་གཅིག་ལ་ཨ་རིའི་དམག་མི་དང་ཏཱ་ལི་བན་འཛིང་གི་སྐབས་སུ་དོ་དོ་དེའི་སྐབས་སུ་ཏཱ་ལི་བན་ཨབ་གྷ་ནི་སི་ནི་སྤིའི་སྐབས་སུ། དེའི་སྐབས་སུ་ཨ་རིའི་དམག་མི་ལ་རོགས་པ་བྱེད་མཁན་ཡེ་ནས་མེད་ན་དེ་འདྲའི་ཡང་ཚོགས་པ་ཞིག་ཡར་ཞུ་བ། ད་དེའི་ཚོགས་པ་དེ་ད་ལྟའི་ཆ་ལ་མགོ་ནས་ཡར་ཁོ་ཚོ་ལངས་ཡོང་གི་ཡར་ཞུ་བ་ཨ་ནི་ཁོ་ཚོ་ལངས་རྗེས་ཁོ་ཚོ་གཉིས་མེད་ནས་ད་དེ།

ག་སྲིད་སྲིད་གཞུང་དེ་ཕ་ང་ཚོ་གི་ད་འགྱུར་བ་ག་རེ་འགྲོ་བ་ཡིན་ན་གང་ལྟར་དེ་གི་ད་ལས་ཀ་བྱེད་ནི་གལ་ཆེ་ཤོས་དེ་ང་ཡིན་ན་གལ་ད་ཁོ་ཡིན་དེ་ག་རེ་ལ་ནི་ད་ཁོ་ཅི་དང་འདྲ་བོ་རེ་ཆགས་ཀྱི་ག་སྲིད་ན། ཨབ་གྷ་ནི་སི་ཐན་ད་ལྟའི་སྲིད་འཛིན་ཨ་ཤབ་གྷ་ནི་བྲེལ་ཚར་རོ་ཨ་ནི་སྲིད་འཛིན་མེའི་སྐབས་སུ་སྲིད་འཛིན་གི་ལས་ཀ་སུས་བྱེད་ན་ཁོ་སྲིད་འཛིན་སྲིད་འཛིན་བཞིན་པ་བྱས་ཏེ་དེ་ཁོ་ཁྲིམས་འགྲོ་སྟངས་རོ་དེ་འདྲ་སོང་ཙང་ཨ་ནི་ད་ལྟའི་ཆ་ལ་ཁོ་ད་ལྟ་བསྡད་ཡ་རོ་ཨ་ནི་ཁོ་ད་ཕ་ཆ་ཡིབ་སྟེ་དེ་འདྲ་བྱིན་ཟེར་རོ་ཨ་ད་ད་ད་ངི་ད་ཡིན་ན་ཁོ་ཡི་ག་རེ་ལ་ཨེ་རེད་སྲིད་ན་ད། ཏཱ་ལི་བན་ཏག་ཏག་བྱ་ཡི་མེད་ཨ་ད་ཁོ་ཡིས་ཅིག་ཁོ་རང་ངོས་ནས་ཅིག་བྱིན་གྱིས་ལ་གིར་རོ་ཨ་ནི་ཁོ་ཨ་ད་དེ་གི་ད་ང་ཚོགས་པ་བྱས་ལ་དེ་མཉམ་དུ་ཡར་རོ་ཨ་ད་ཁོ་ཚོ་ངོས་ནས་ད་ཏཱ་ལི་བན་ལ་ཅིག་ངོ་རྒོལ་བྱས་ན་ཅིག་བཤད་རོ་ད་སྤྱི་བཏང་ཨ་ད་ལྟ་བས་ན་ཁོ་ཚོ་ཕྱོགས་ཀྱི་ས་ཆ་དེ་ད་ད་དུང་ཡང་ཏཱ་ལི་བན་གྱི་སེམས་ཧ་ཏུ་ཧ་ད་བར་བྱས་ཏེ་ཟེར་རོ་ཨ་ད་དེ་ངས། ཅིག་བལྟ་ནི་རུ། དཔེར་ན་ཤ་ཞེན་མདང་དགོང་རོ་ཨ་མདའ་དེ་གི་ཁར་ས་ཁོ་ཚོའི་ཚོགས་པ་དང་འབྲེལ་བའི་རྒྱུ་དོན་མི་མང་མང་པོ་ཞིག་སྐད་འབོད་ཞེའུ་རྒྱག་གི་རུ་སྐད་འབོད་བརྒྱབ་ཀྱང་མདའ་དེས་ཏཱ་ལི་བན་གི་དར་ཆ་དེ་མ་བབས་ཨ་ནི་ཁོ་ཚོ་གི Flag ཡར་རུ་ཨ་ཁོ་ཚོ་གི་དར་ཆ་དེ་ཡར་བསྒྲག་གས་ཅིག་གང་ལ་བྱ་གས་དེར་གནས་སྟངས་བྱས་རུ་ཨ་ནི་དེ་དཀྱིས་མ་དར་ལ་ཏཱ་ལི་བན་གི་མེ་མདའ་ཞེས་ན་དེ་འདྲའི་གང་ལྟར་གནས་སྟངས་ད་ཐིག་མི་ལ་མེ་སྐྱེན་བཟོས་ན་ཅིག་ཡོང་དེ་དུ་རུ་ཨོ་དེ་འདྲ་སོང་ཚོ་ཨ་ནི་གང་ལྟར་དེ་གི་ཁར་ས།

ཡ་ཡང་ནད་ཀྱི་དེ་རིང་འདི་ལ་མཚམས་བཞག་ཨང་ཨ་ནི་ཡང་རྗེས་ལ་ག་ལི་ག་ལི་བྱ་ཨང་ཨ་ནི་ཚང་མ་ཐུགས་ཆེ་གནང།